བཀྲ་ཤིས་བདེ་ལེགས། ད་རིང་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་ཞུས་པའི་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་དྲྭ་རྒྱ་བརྒྱུད་ནས་བདུན་ཕྲག་གཅིག་རིང་གི་གསུང་བཤད་ལས་རིམ་གྱི་ཉིན་མཐའ་མ་དེ་ཆགས་ཀྱི་ཡོད་རེད། ལས་རིམ་མཇུག་བསྡོམས་ཀྱི་གསུང་བཤད་གནང་མཁན་ལ། སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་ཡིན། བཀྲ་ཤིས་བདེ་ལེགས།

དབུས་བོད་ཀྱི་སྒྲིག་འཛུགས་ཀྱི་འོག་ནས་ཕྱི་དྲིལ་ལས་ཁུངས་ནས། འདི་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་འབྲེལ་དང་འབྲེལ་བའི་ཐོག་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བླ་ན་མེད་པ་ཐུགས་རྗེ་ཐམས་ཅད་གཞིག་གི་སྐོར། དེ་ནས་རྒྱལ་སྤྱི་གི་ཐོག་ནས་ཧ་ཅང་གི། ཆ་བཞི་ཆེན་པོ་ཅིག་བསྒྲིགས་གནང་རྗེས། དུག་སེལ་ཏེ་བསྟན་པའི་གནང་བ་དེ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞེས་ཞུ་བ་ཡིན། དེ་ནས་ད་ལྟ་འདིའི་ཐོག་ལ་ཅིག་བཀའ་སློབ་གནང་ངེས། ཆོས་རྗེ་ཆེན་པོ་ཁག་གི་དབུ་འཛིན་རྣམ་པ་དང། ཨེ་ནས་མཁས་དབང།

ང་ཚོས་དབུས་བོད་མིའི་སྒྲིག་འཛུགས་དང། ཕྱི་དྲིལ་ལས་ཁུངས་ཀྱི་ཐོག་ནས་ད་ཅིག་དེ་འདྲའི་ཅིག་བཤད་ཆོག་ཟེར་ནས་བཀའ་གནང་བ་ནང་བཞིན་གྱི་ད་ཅིག་རོབ་ཙམ་ཅིག་ཞུས་པ་ཡིན་ན། ད་དེ་རིང་འདི ྋགོང་ས ྋསྐྱབས་མགོན་ཆེན་པོ་བཀའ་དྲིན་རྗེས་དྲན་འདི་ཐུགས་རྗེ་ཐམས་ཅད་གཞི་ཡི་སྐུ་གཅིག་པུ་མིན་པ།

བཀའ་དྲིན་རྗེས་དྲན་ཞུ་དགོས་ཚེ། གལ་ཆེ་ཤོས་ཀྱི་ཕྱག་འདེབས་ཡོད་རེད་ད། ཐུགས་རྗེ་དམ་བཅའ་བཞི་ཡི་སྐོར། ཐུགས་རྗེ་དམ་བཅའ་བསམ་ནང་སུ་ཞིག་ཟེར་གྱི་གསུངས་ཡོད་རེད། ཐུགས་རྗེ་དམ་བཅའ་བསམ་ནང་ལོ་ལ་ཕ་ཆེ་ཐུགས་རྗེ་དམ་བཅའ་བཞི་པ་དེ་ཕ་ཆེ་མ་འདུས་པ་མེད་པའི་སྲོལ་དང་འབྲེལ་གྱི་ཕྱག་འདེབས་ཀྱི་ཡོད་རེད། དེ་འདྲ་ཡིན་ཙང། ཐུགས་རྗེ་དམ་ཅན་འབྱུང་ཆེན་དང་འཛམ་གླིང་གི་ལན་ཁར་གསལ་བྱེད། ད་དཔེར་ན་ང་ཚོ་ཐུགས་རྗེ་དམ་ཅན་འབྱུང་ཆེན་ག་འདྲ་རེད་ཟེར་ན། འཛམ་བུ་གླིང་འདིར་ནོར་ལ་དཀར་ནག་ཞོ་གཅིག་ཁྲེལ་བསྡད་ཡོད་ཚེ་དེའི་ཐོག་ནས་ད་ཐུགས་རྗེ་དམ་ཅན་གྱིས་གནང་བསྡད་པ་ཅིག་ཆགས་བསྡད་དགོས་རེད། དེ་འདྲ་ཡིན་ཙང། འཛམ་གླིང་འདིའི་ཐོག་ལ་དཀའ་ངལ་དེ་དག་ཚད་ལས་བརྒལ་བ་ཅི་ཡོད་དེ་ཡིན་ན་ཡང་དེའི་ནང་ནས་དཀའ་ངལ་ཆེ་ཤོས་དེ་ག་རེད་ཟེར་ན། གོང་ས་ལྗང་ཁུ་ཆེན་པོ་མཆོག་གིས་འཛམ་གླིང་འདིའི་ཐོག་ལ་ཚད་ལས་བརྒལ་བའི་མི་འབོར་འཕེལ་རྒྱས་འགྲོ་བཞིན་པ་བཅས། དཔལ་འབྱོར་འདྲ་མཉམ་མེད་པའི་དབུལ་ཕྱུག་གི་ཆད་པ་གཞུ་ཅི་འགྲོ་བདེ་བ་བཅས། རྒྱལ་ཁབ་ཕན་ཚུན་དང་དང་ཅིག་ཚོགས་པ་ཕན་ཚུན་མི་གསོད་ཁྲག་སྦྱོར་གཞུ་ཅུང་བདེ་བ་བཅས། འཛམ་གླིང་སྤྱི་དང་བྱེ་བྲག་དང། མཐོ་སྒང་གི་རུས་རྒྱུད་ཁོར་ཡུག་ཉམས་རྒུད་གཞུ་ཅི་འགྲོ་བདེ་གི་ཡོད་བ་བཅས།

བཀའ་མངའ་ཆེན་པོ་སྔ་ཕྱི་བཀའ་གནང་པ་དེ། འབྱུང་བཞི་འཁྲུགས་པ་སོགས་ཀྱི་རྐྱེན་ལས་བྱུང་བ་ཕྱི་ཡི་གི་རྐྱེན་ལས་དེ་འབྱུང་བ་མིན་པ། འགྲོ་བ་མི་ཡི་ཡ་རབས་སྤྱོད་བཟང་དང་དྲང་བདེན་གྱི་ཕུང་ཕུང་བདེ་བ་ཆེ། ང་རང་ཚོ་ཚང་མ་བྱ་སྤྱོད་བཟང་ངན་གྱི་ཐོག་ནས་བྱུང་བ་བྱུང་བདེ་བ་ཆེ། དེ་དག་སེལ་བའི་འོས་འགན་ང་ཚོ་ཚང་མར་ཡོད་པ་མ་ཟད། ང་ཚོ་ཚང་མ་སེལ་དགོས་པ་ཞིག་ཀྱང་ཡིན་སྟབས། དེ་དག་སེལ་ཐབས་ལ་བླ་ན་མེད་པའི་ལམ་སྟོན་དང། མགོན་པོ་གང་ཉིད་ཀྱི་གསར་གཏོད་རང་བཞིན་ཐུགས་རྗེ་ཐམས་ཅད་གཞི་གི་ཐོག་ནས་མཛད་བཟང་སྐྱོང་དང་སྐྱོང་བཞིན་པ་ཡིན། ད་དང་པོ་འགྲོ་བ་མི་ཡི་བཟང་སྤྱོད་ཀྱི་རིན་ཐང་གོང་འཕེལ་གཏོང་ཆེད། གོང་གསར་སྤྱང་ཀུ་ཆེན་མོ་མཆོག་འགྲོ་བ་མི་ཞིག་ཡིན་པའི་ཆ་ནས་འགྲོ་བ་མི་ཡི་བཟང་སྤྱོད་གོང་མཐོར་དཔེ་ཐོ་གནང་རྒྱུ་དེ་ད་ཐུགས་རྗེ་དམ་བཅའ་དང་པོ་དེ་རེད། དེ་ཡང་དངོས་གནས་དྲ་གནས་ཀྱི་དུས་ཚོད་གནང་ཡག་དེ་སྤྱི་ཚོགས་ཀྱི་བདེ་སྐྱིད་ཀྱི་རྩ་བ་སོ་ཐར་བའི་ཆེད་ལྡེ་མིག་སོ་ཐར་བའི་ཆེད་ཆགས་བསྡད་ཡོད་རེད། ད་དཀའ་ངལ་དེ་དག་ལ་གདོང་ལེན་བྱེད་དགོས་པ་ཡིན་ན། ཐོག་མར་འགྲོ་བ་མི་ཡི་བཟང་སྤྱོད་རིན་ཐང་གོང་མཐོར་སྤེལ་རྒྱུ་དང། དེ་ལ་ཡང་ཆོས་ཁས་ལེན་མི་ལེན་ཅིག་རིགས་གཉིས་དང་ཆོས་ཁས་ལེན་མཁན་ལ་ཡང་དག་པའི་འཇིག་རྟེན་སྐུད་པ་པོ་འདོད་ངེས་དང་འཇིག་རྟེན་སྐུད་པ་མོ་མི་འདོད་ངེས་ལྟ་གྲུ་གཉིས། མཐར་ལམ་གསུམ་གྱི་ཐོག་ནས། བྱམས་བརྩེ་དང་འགྲོ་བ་མི་ཡི་བཟང་སྤྱོད་ཀྱི་རིན་ཐང་གོང་མཐོར་གཏོང་དགོས་པ་བཀའ་སློབ་ལམ་སྟོན་ཞུ་བ་ཞིག་གནང་ཡོད་རེད། ཐུགས་རྗེའི་གཏམ་བྱ་དང་པོ། འགྲོ་བ་མི་ཡི། བཟང་སྤྱོད་ཀྱི་རིན་ཐང། གོང་འཕེལ་དུ་བཏང་བའི་མཛད་བཟང། སྤྱོད་སྐབས་ལ་དང་ནང་གི་ཡོན་ཏན་དང་འགྲོ་བ་མིའི་ཡོན་ཏན་གཉིས་ཞེས་གསུང་གི་ཚིག་གཙོ་བོ་གཉིས་ཀ་ཚང་ཡོད་པ་རེད། དེའང་བྱམས་པ་དང་སྙིང་རྗེ། སྙིང་རྗེའི་ཟས་སྟེ་བརྩེ་བ་སྙིང་རྗེ་ཆེན་པོ་བརྩེ་བ་སྙིང་རྗེའི་ཟས་ཏེ། དང། གར་ཟ། མི་ཡི་རང་བཞིན་ལ། མི་ཡི་ལྷན་སྐྱེས་ལ་ཡོད་པ་ཅིག། བཟོད་བསྲན་དང་བསམ་ཤེས། འདོད་ཆུང་ཆོས་ཤེས། འདྲ་མཉམ་དང་དྲང་བདེན། རང་ཁྲིམས་རང་སྲུང་ལ་འཚོལ་བ། དེ་ཚོ་ཚང་མ་ད་ཡ་རབས་སྤྱོད་བཟང་ཟེར་ཏེ་དེའི་ཐོག་ནས་དབྱེ་བ་འབྱེད་ཅིག། ད་དེ་འདྲ་བའི་བཟང་སྤྱོད་ཀྱི་ཡོན་ཏན་གོང་མཐོར་སྤེལ་བ་ལ། ཆོས་དང་མ་འདྲེས་པའི་ཡ་རབས་སྤྱོད་བཟང་ལ་འཇུག་པའི་ཐབས་ཆ་ཚང་ཞིག་དགོས་པ་དང་དེའི་ཀུན་ལ་འཆད་པ་ཞིག། གཞི་རྩའི་རྩ་འཛིན་གཉིས་ཀྱི་ཐོག་ནས་ད་ལྟ་གོང་དུ་ཞུས་པ་ནང་བཞིན་གཞི་རྩའི་རྩ་འཛིན་གཉིས་ཀྱི་ཐོག་ནས

སྤྱི་རྒྱུ་ཡིན་པའི་མངོན་འདོད་དེ་ངོས་འཛིན་བྱེད་དགོས། དང། མི་རིགས་ཡོངས་སུ་རྫོགས་པ་གི་དེ་ལ་ངོས་འཛིན་བྱེད་དགོས་པ་ཅིག་གལ་ཆེན་པོ་ཅིག་རེད་གསུངས་ཡོད། ད་རྩ་འཛིན་གཉིས་པ་དེ་ང་ཚོ་ལུས་པོ་གྲུབ་སྟངས་ཀྱི་ཆ་ནས་སྤྱི་ཚོགས་ཀྱི་སེམས་ཅན་ཅིག་ཡིན་པ་དང། འགྲོ་བ་མི་ཡི་དངོས་ཡོད་ཀྱི་གནས་ཚུལ་ཆེ་ཤོས་གཙོ་བོ་བྱས་ནས་དེ་ང་ཚོ་གཅིག་གིས་གཅིག་ལ་བརྟེན་དགོས་པ་བྱས། ང་རང་ཚོ་ཚང་མ་འཚོ་བ་དེ་གཅིག་ལ་གཅིག་བརྟེན་ནས་འཚོ་བསྡད་པ་བྱས་སེམས་ཅན་གཅིག་གིས་གཅིག་ལ་བརྟེན་ནས་འཚོ་བསྡད་པ་བྱས་མ་གཏོགས་གཅིག་རང་ཚུགས་གཅིག་ང་ཚོ་འཚོ་མི་ཐུབ་པ་བྱས། ལྷག་པར་དངོས་གནས་དྲ་ལན་ཚན་རིག་གི་ཐོག་ནས་ཀོན་ཀྲོ་ཕིག་སིས་གསུངས་ཡོད་དེ་ཚོ་ནི་ད་རྡུལ་ཕྲན་གཟུགས་ཅན་གྱི་རིགས་དུ་ཚང་མ་གཅིག་གཅིག་ལ་བརྟེན་པ་མ་གཏོགས་པར་རང་དབང་ཅིག་ཡོད་པ་མ་རེད་ཟེར་ནས། འོ་དེ་འདྲའི་ཅིག་གསུང་གི་ཡོད་པ་ནང་བཞིན་གྱིས། གཅིག་ལ་གཅིག་ལ་བརྟེན་དགོས་པ་དེ། དེ་ཡང་དེ་གཅིག་ལ་གཅིག་ལ་བརྟེན་པ་དེ་ཤེས་རྟོགས་བྱེད་ཡག་དེ་དཔེ་མི་བཟོ་གལ་ཆེན་པོ་རེད་ཟེར། ད་རྩ་འཛིན་དེ་གཉིས་ཀྱི་ཐོག་ནས། རང་དང་གཞན་གྱི་བདེ་ཐབས་སོ་སོར་འཇལ་མི་ཐུབ་བམ། རང་དང་གཞན་གྱི་བདེ་ཐབས། གཅིག་ལ་གཅིག་ལ་ཕན་འདོགས་བྱེད། རང་གི་བདེ་བ་དེ་གཞན་གྱི་བདེ་བ་ལས་བྱུང་བསྡད་པ་བྱེད། གཞན་ལ་བརྟེན་ནས་བྱུང་བསྡད་པ་བྱེད། ང་རང་ཚོ་གཞན་གྱི་བདེ་དོན་ལ་ཐུགས་བསམ་ཡག་པོ་ཞིག་བཞེས་པ་ཡིན་ན་རང་ཉིད་སྐྱིད་པོ་ཡོང་གི་ཡོད། རང་གཅིག་པུ་གི་བསམ་བློ་བཏང་ན་ནི།

ཐུགས་བརྩེ་བ་ཆེན་པོས་གདམས་པ་མཛད་པ་འདི་ཚོ་ཚང་མ་བདག་ནི་ང་ཚོ་འགྲོ་བ་ཡོངས་ཀྱི་བསམ་པའི་ལྷག་དོན་དུ་གྱུར་པའི་ལེགས་བཤད་དང། འགྲོ་བ་ཡིད་ཀྱི་གསོས་སྨན་དུ་གྱུར་པ། ཆོས་དང་མ་འདྲེས་པའི་བཟང་སྤྱོད་གོང་མཐོར་འབུལ་རྒྱུའི་མཐར་ལྷུང་བསགས་པ་ཞིག་དང། དམིགས་བསལ་གྱི་མཐར་ལྷུང་ཡིན་པ་མ་ཟད། ཆེད་དུ་འཕགས་པའི་ཕུལ་དུ་བྱུང་བའི་གདམས་ངག་གཅིག་དང། བླ་ན་མེད་པའི་གསར་གཏོད་ཞིག་ཀྱང་ཆགས་བསྡད་ཡོད་རེད། རྡོ་རྗེ་དམ་བཅའ་དང་གཉིས་པ་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཉིད་ཆོས་དཔའ་ཞིག་ཡིན་པའི་ཆ་ནས་ཆོས་ལུགས་ཕན་ཚུན་མཐུན་སྒྲིལ་གོང་མཐོར་གཏང་རྒྱུ་དེ་རྡོ་རྗེ་དམ་བཅའ་གཉིས་པ་དེ་རེད་བསྡད་ཡོད་རེད། དེ་འདྲ་ཡིན་ཙང། ཆོས་ལུགས་བཟང་ངན་གྱི་དཔེ་ན་སྔར་ང་ཚོ་ཆོས་ལུགས་རེད་ཁྱོད་ཚོ་ཆོས་ལུགས་རེད་ཟེར་ཡང་འགྲིག་པ་དང་ཆོས་ལུགས་དོན་དང་ངོ་དོན་འདྲ་ནི་གཅིག་གི་ཡེ་ཤུ་ཆོས་ལུགས་དང་ཁ་ཆེ་ཆོས་ལུགས་མང་པོ་ཅིག་ཡོད་རེད་ཆོས་ལུགས་འདྲ་མི་འདྲ་མང་པོ་ཅིག་ཡོད་པ་དེ་ཚོ་ཚང་མ་བཟང་ངན་གྱི་རྣམ་དབྱེ་འབྱེད་ཀྱི་མེད་པ། ཆོས་ལུགས་ཐམས་ཅད་དམིགས་ཡུལ་གྱི་དམིགས་ཡུལ་གཙོ་བོར་འགྲོ་བ་དེ་སྐྱེ་འགྲོ་བདེ་སྐྱིད་བསྐྲུན་རྒྱུའི་གཅིག་མཚུངས་ཡིན་པ། ད་ང་ཚོ་འགྲོ་བ་སེམས་ཅན་རྣམས་དབང་པོ་རྣོ་རྟུལ་ཁང་དང་མོས་པ་མ་འདྲ་དབང་པོ་གཞོལ་ཅི་ཡོད་བདེན་པ་གཅིག་ཡིན་ན་ཡང། ཆོས་ལུགས་རྣམས་ཀྱི་ཆོས་ལུགས་རང་རང་སོ་སོ་གི་ཐོག་ནས་སྔོན་དེ་ནས་པའི་དམངས་ས་ཡ་མང་པོ་ལ་ཕན་ཐོགས་གྲུབ་ཟིན་པ། ད་ལྟ་ཡང་ཕན་ཐོགས་པ་བཞི་པ། ཕན་ཐོགས་བཞིན་པ། མ་འོངས་པའི་ཕན་ཐོགས་པ་བརྒྱད་པ། དེ་འདྲ་ཡིན་ཙང་ཆོས་ལུགས་ཕན་ཚུན་ད་དད་པ་དང་གུས་པ་ཟེར་གཉིས་གསུམ་གྱི་དོག་དད་པ་དང་གུས་པ་ཟེར་ན་གུས་པ་བྱེད་དགོས་པ་གུས་བརྩི་བྱེད་དགོས་པ་གུས་ཞབས་བྱེད་དགོས་པ། དེ་ནས་ཕན་ཚུན། སློབ་སྦྱོང་དང་ཕན་ཚུན་ལས་བྱ་ལེན་རེས་བྱས་ནས་ཆོས་ལུགས་ཐམས་ཅད་ཐུན་མོང་དག་སྣང་འོས་པ་ཅིག་ཆགས་པ་འདེབས་པ་ཅིག་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད་ཟེར་ནས་བཀའ་སློབ་ར་དང་རིམ་པ་མང་པོ་གནང་ཡོད་རེད། དེ་དག་ལམ་སྟོན་མཛད་པ་ལྟར།

ཧ་ལས་པའི་གྲུབ་འབྲས་འབུར་དུ་ཐོན་པ་ཅིག་བྱུང་ཡོད་རེད། དེ་འདྲ་ཡིན་ཙང། འདི་ནི་ད་ལྟ་ཕྱི་ནང་གི་སྟོན་པ་གང་ཞིག་དང་ནང་པའི་བླ་སྤྲུལ་སུས་ཀྱང་ཅང་མ་གསུངས་པའི་གི་གདམས་ངག་ཐུང་ངུ་མ་ཡིན་པ་ཞིག་ཡིན། དེ་འདྲ་ཡིན་ཙང་ད། ང་ཆོས་ལུགས་ཚང་མ་བྱམས་བརྩེ་དང་བཟོད་པ་ཆོག་ཤེས་ཀྱི་བཟང་པོའི་བསླབ་བྱ་སྟོན་མཁན་གཅིག་མཚུངས་ཡིན་པ། ལྷག་པར་ཆོས་ལུགས་ཚང་མ་བཅིངས་འགྲོལ་བདེ་སྡུག་གི་དགོས་དམིགས་གཅིག་མཚུངས་ཡིན་པ། ཁམས་དང་མོས་པ་མང་པོ་བཅོལ་ཡོད་ཡིན་ཙང་དེ་དང་འཚམས་པའི་གི་ཆོས་ལུགས་འདྲ་མི་འདྲ་མང་པོ་ཅིག་དགོས་ཡོད་པ། དེ་ཚོ་ཚང་མ་དངོས་གནས་དྲ་གནས་ཀྱི་ལམ་སྟོན་གསལ་པོ་ཞུ་ཅིག་གནང་ཡོད་རེད་ལ། ཆོས་ལུགས་ཕན་ཚུན་མི་མཐུན་པའི་ཆ་ལ་དགག་སྒྲུབ་དང་འཐེན་འཁྱེར་དམའ་འབེབས་སོགས་ཡོངས་སུ་སྤངས་ནས། ཆོས་ལུགས་སོ་སོ་དགོས་མེད་དང། ཆད་གཅོད་ཤེས་པའི་ཐོག་ནས་ཆོས་ལུགས་ཚང་མ་ཞི་བདེ་མཉམ་གནས་ཐོག་ནས་སྤྱི་ཚོགས་དང་སྤྱི་འགྲོ་རྣམས་ལ། ཕན་པ་དང་བདེ་བས་སྒྲུབ་པའི་ཐབས་སུ་སྤྱད་པ་བ་ཞིག་ཡིན་པས། མཐུན་ལམ་མཉམ་གནས་དགོས་པ་དང། མཉམ་གནས་གནང་ཐུབ་པ་དང། མཐུན་ལམ་མཉམ་གནས་ཀྱི་དགེ་མཚན་རྒྱ་ཆེ་རྒྱ་ཆེ་ལ་གཏིང་ཟབ་པའི་ལམ་སྟོན་གསེར་གྱི་ཐིགས་པ་ལྟ་བུ་ཧ་ཅང་གི་གལ་ཆེན་པོ་མཛད་ཡོད། ད་བོད་དོན་འཐབ་རྩོད་དང། ཆོས་རིག་འཛིན་སྐྱོང་སྤེལ་བསམ། ཁོར་ཡུག་སྲུང་སྐྱོབ་ཀྱི་ཐུགས་འགན་ད་ལྟའི་ཐུགས་རྗེ་དམ་ཆོས་གསུམ་པ་དེ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཉིད་བོད་མི་ཞིག་ཡིན་པ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་ཆེན་པོའི་སྤྱན་འདྲེན་དུ་གཏོགས་པ་མ་ཟད། ཁྱད་པར་དུ་ཕྱི་ནང་དུ་ཡོད་པའི་བོད་མི་ཚོ་ངོས་ལ། ཡིད་ཆེས། བློ་གཏད་ཆེན་པོ་བྱེད་ཀྱི་ཡོད་པའི་ཆ་ནས། བོད་ཀྱི་རྩ་དོན་ལ་དོ་ཁུར་བྱ་རྒྱུ་ངོས་ཀྱི་ལྷག་བསམ། ལྷག་བསམ། སེམས་ཀྱི་བསམ་པ་ཟད་དེ་ཐུགས་རྗེ་དམ་བཅའ་གསུངས་པ་དེ་རྒྱུན་དུ་ཡིད་སྦྱང་བྱེད་ཀྱི་ཡོད་ཞེས་བཀའ་སྩལ་ཡོད། བོད་དོན་བདེན་མཐའ་སེལ་ཐབས་དང། བོད་ཀྱི་སྐྱེ་འགྲོ་བདེ་ཐབས། ལྷ་བབས། བཙན་འོག་ཏུ་གནས་པའི་བོད་མི་རྣམས་ཀྱིས། རང་དབང་གི་མགྲིན་ཚབ་པ་ཞིག་གནང་རྒྱུ་དང། ཡང་སྒོས་བོད་དང་ཆོས་དང་རིག་གཞུང། འཛིན་སྐྱོང་སྤེལ་གསུམ། གནང་ཆེད་ཐོག་ཏུ་ཐུགས་འགན་བཞེས་རྒྱུ། ཁོར་ཡུག་སྲུང་སྐྱོབ་གནང་རྒྱུ་བཅས་གསུམ་ནི་མགོན་པོ་གང་ཉིད་ཀྱི་ཐུགས་རྗེ་དམ་བཅའ་གསུམ་པ་དེ་ཆགས་ཡོད། དེར་མ་ཟད། བོད་ཀྱི་ཆོས་དང་རིག་གཞུང་འཛིན་རྒྱུ་སྤེལ་གསུམ། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བླ་ན་མེད་པའི་ཐུགས་རྗེའི་དམ་བཅའ་མཛད་པ་ལྟར། བོད་ཀྱི་ཆོས་དང་རིག་གཞུང་འཛིན་རྒྱུ་སྤེལ་གསུམ་གནང་རྗེས། མཛད་འཕྲིན་ལ་མཚོན་ན་ཡང་བོད་ཀྱི་ཐུན་མོང་མ་ཡིན་པའི་འཚེ་བ་མེད་ཅིང་བྱམས་བརྩེ་དང་ལྡན་པའི་རིག་གཞུང་དེ་དག་སྲུང་སྐྱོང་ནན་པོ་བྱ་རྒྱུ་དང། བོད་པའི་མཐོང་བ་མ་ཡིན་པའི་ཡ་རོ་སྤྱོད་བཟང་གི་ལམ་སྲོལ་བཟང་པོ་ཉམས་མེད་རྒྱུན་འཛིན་གནང་རྒྱུ། དེ་བཞིན་བོད་མི་རིགས་ཀྱི་བླ་སྲོག་ཏུ་གྱུར་པའི་སྐད་ཡིག་ཉམས་མེད་རྒྱུན་འཛིན་གནང་རྒྱུ། བོད་ཀྱི་སྐད་ཡིག་གསལ་ཏེ་མཐོང་བ་མ་ཡིན་པ་ཞུ་རྒྱུའི་ཕྱག་དེ་ཡོད་རེད་ཟེར་ན་ཀུན་ཏུ་གི་ཞི་རག་གིས་ཡང་ནས་ཡང་དུ་བཀའ་གནང་ཡོད་རེད། ག་རེད་ཟེར་ན། བཀའ་འགྱུར་བསྟན་འགྱུར་ཚང་མ་བོད་སྐད་ཐོག་ལ་སྤེལ།

སྤེལ་གསུམ་ཡོང་ཐབས་ལ་རླབས་ཆེན་གྱི་དགོངས་གཞི་བརྟན་པོས་མཛད་སྒོའི་ཧར་ལེགས་པར་བསྩལ་ཏེ། སྔར་ཡོད་རྒྱུན་འཛིན་གྱི་མཛད་བཟང་དང་སྔར་མེད་གསར་གཏོད་ཀྱི་རྨད་དུ་བྱུང་བའི་མཛད་བཟང་བསམ་རྒྱུད་ལས་འདས་པ་ཤ་སྟག་ཆགས་ཡོད། དེ་ནས་ཡིན་ཙང་དེ་ཡང་ཕྱོགས་གཅིག་ནས་གལ་ཆེ་ཤོས་གཅིག། ཕྱི་ལོ་ཆིག་སྟོང་གི་བརྒྱད་ཀྱི་ཞག་བདུན་ཕྱི་ཟླ་བཅུ་བར་རྒྱ་ཡུལ་ཕོ་བྲང་དང་ཕོ་བྲང་དུ་གཟེངས་བསྟོད་སོགས་ཀྱི་ལྷན་ཚོགས་དང་པོ་བཅངས་ནས་ད་བར་ཚོགས་ཐེངས་སུམ་ཅུ་བར་བཅངས་ཡོད། དེའི་རིང་ལ། ཆོས་དང་ཚན་རིག་བར་བགྲོ་གླེང་དང་གོ་བསྡུར་སོགས་ཀྱི་ལམ་བཟང་ནི། ཕན་ཚུན་སློབ་སྦྱོང་དང་ལེགས་ཆ་ལེན་རེས་བྱ་རྒྱུ་ཕན་ཐོགས་རླབས་ཆེན་ཞིག་བྱུང་ཡོད། དེ་ནས་ཚན་རིག་གི་ཐོག་ནས་ཕྱི་ཡི་དངོས་ཁམས་རིག་པ་དང། ནང་པའི་གཞུང་ལ་བྱས་པའི་ཚན་རིག་གི་ཐོག་ནས་སེམས་ཁམས་རིག་པ་བཅས། ཕྱི་ནང་གི་ཤེས་བྱའི་རྒྱ་ཁྱོན། དཔེར་ན་དངོས་ཁམས་རིག་པ་དེ་ཞུགས་རྗེས། ཚན་རིག་གི་ཐོག་ནས་ཞིབ་འབྲི་ཞུས་དྲག་པོ་གསུངས་ཡོད་རེད་ན། ནང་སེམས་ཁམས་རིག་པ་དེ་ནང་པའི་གཞུང་ནས་བཤད་པའི་ཚན་རིག་གི་ཐོག་ནས་ཧ་ཅང་གི་ཞིབ་ཚགས་པོ་ཞིག་གསུངས་ཡོད་པ་དེ་ཉིད། ཤེས་བྱའི་རྒྱ་ཁྱོན་ཇེ་ཆེར་བཏང་ནས་ཤེས་ཡོན་གྱི་ཆ་ལག་ཡོངས་སུ་ཚང་བ་ཞིག་ཡོང་ཐབས་དང། ཆོས་ཚན་གཉིས་པོ་དགོས་དམིགས་གཅིག་མཚུངས་ལྟར་མཉམ་རུབ་ཀྱི་ཐོག་ནས་སྤྱན་དྲུག་སྐྱེས་དང་ཆེ་ཕྲ། ཞབས་འདེགས་དྲུག་ཅུ། རླབས་ཆེན་གྱི་ཀུན་བྱེད་གཉིས་ཀྱི་ཐོག་ནས་མཛད་འཕྲིན་ཅན་དང་ཅང་མི་ཡིན་ལ། དེ་དག་ནི། རྒྱལ་དབང་ཀུན་འདྲིས་ན་རིམ་གང་གིས་ཀྱང་མ་བསྐྱངས་པའི་གསར་གཏོད་ཀྱི་རང་བཞིན་རླབས་ཆེན་གྱི་མཛད་འཕྲིན་ཐུན་མོང་མ་ཡིན་པ་ཞིག་བཀའ་དྲིན་རྗེས་དྲན་ཞུ་འོས་པ་ཞིག་ཆགས་བསྡད་ཡོད་རེད། ད་དེ་བཞིན། བཀའ་བསྟན་གྱི་དགོངས་འགྲེལ་མཛད་ཚུལ་ལ་དམིགས་ནས། དམིགས་བསལ་གྱི་གསར་ཐོན་གཅིག་མཛད་པ་ཡོད་པ་ནི། རྒྱལ་བོའི་བཀའ་བསྟན་གྱི་བརྗོད་བྱ་ལ་དབྱེ་ན། ནང་ཆོས་ནས་གསུངས་པའི་ཚན་རིག་དང་ནང་ཆོས་ནས་གསུངས་པའི་ལྟ་གྲུབ་ནང་ཆོས་ནས་གསུངས་པའི་ཉམས་ལེན་གཅིག། སྡེ་ཚན་གསུམ་དུ་ཕྱེ་ཡོད་པ། དེ། སྔོན་མ། སྔོན་མ་ནི་དགོངས་གཞི་ཞུགས་ཀྱི་ཡོད་ས་རེད། དེ་ནས་ཕྱི་ལོ་ཉིས་སྟོང། བཅུ་དགུ་ལོ་ལ་ཀྲི་སི་པིག་གི་སློབ་གྲྭ་མཐོ་རིམ་སློབ་གྲྭ་དང་སློབ་ཕྲུག་མཐོ་རིམ་སློབ་གྲྭ་ནས་ཕེབས་བསྡད་པ་དང་དེ་ནས་འཛིན་གྲྭ་བཅུ་གཅིག་དང་བཅུ་གཉིས་ཀྱི་སློབ་གྲྭ་བ་དང་ཤེས་ཡོན་ཡོད་པ་ཚང་མ་པད་མ་རྒྱ་གར་རྒྱལ་ཡོངས་ཚང་མེད་ཀྱི་ཐོག་ནས་དེའི་ཐོག་ལ་ཀུན་ཏུ་གསུང་ཆོས་གནང་བའི་སྐབས་འདི་ལ།

བཀའ་འགྱུར་བསྟན་འགྱུར་པོ་ཏི་སུམ་བརྒྱ་ཙམ་ཡོད་རེད་སྐུ་གདུང་བའི་མཚམས་སྦྱོར་དེ་གཅིག་ང་ཚོས་ཆོས་གཞུང་ལ་ཡར་བསྒྲིགས་ནས་མཆོད་པ་ཕུལ་ཡང་དེ་འདྲ་ཙམ་ཡང་མ་ཡིན་པར་བསླབ་དེབ་ཀྱི་ཚུལ་དུ་བྱས་ནས་བསླབ་སྐྱོང་བྱས་ཡོད་པ་ཅིག་ངེས་པར་དུ་དགོས་ཀྱི་འདུག་ཟེར་ནས་བཀའ་གནང་ཡོད་རེད། བཀའ་གནང་བ་ཞིག་སོང་གི་དེ་དུས་ཚོད་ནས་ང་དེ་གསུང་ཆོས་ལ་བཅར་ཡོད་དེ་ནི་གྲྭ་ཚང་གི་མཁན་པོ།

ས་བཅད་ཀྱི་རིམ་པ་དུ་བསྒྲིགས། དེ་ནས་ཀུན་བཏུས་ལ་སྤྱན་འབུལ་ཞུས། ཀུན་བཏུས་ཀྱིས་དེའི་མཐོ་ལོན་པའི་བཀའ་སློབ་གནང། དེ་ནས་ད། ང་ཚོ་མི་གཅིག་གཉིས་ཀྱི་ཡོང་ཡ་ཅི་ཡོད་མ་རེད་ད་ཡིན་ན་ཡང་ད། གདན་ས་ཁག་ལ་ཡོད་པའི་བཤད་གྲྭ་ཁག་ལ་ཡོད་པའི་གི་མཁས་པའི་དབང་པོ་བསམ་གྱིས་མ་ཁྱབ་པ། ཆགས་པའི་ཁྲིད་སྟེང་གི་གི་མཁས་པའི་དབང་པོ་བསམ་གྱིས་མ་ཁྱབ་པ། བདུན་གཅིག་རྗེས་ཆོས་བསྟན་འདུས། ཚུར་གདན་འདྲེན་ཞུས་རྗེས་དེའི་ཐོག་ལ། བཀའ་དང་བསྟན་བཅོས་ཀྱི་ནང་ནས་ད་གནད་འགག་ཆེ་བ་དེ་ཚོ་ཚང་མ་མཁོ་སྒྲུབ་བྱས་ནས་ས་བོན་བཟོས། དེའི་ཐོག་ལ་ཉམས་ཞིབ་གནང། དེ་ནས་རིམ་པས་ཕྱིན་ཏེ་དེ་ནས་དེ་འབྲེལ་གྱི་པའི་བགྲོ་གླེང་ཐེངས་མང་མང་པོ་ཚོགས་ཀྱིས་དེའི་ཐོག་ལ་རྩ་བའི་སྒྲུབ་གཞི་ཆེན་པོ་ཞིག་གཏན་འབེབས་བྱས། དེའི་ཐོག་ནས་ད་ང་རང་ཚོ། རྣམ་རྒྱལ་གྲྭ་ཚང་གི་ཐོག་ནས་ད་ཅིག་ལས་ཁུངས་འཚོགས་ས་དང་དེ་ནས་ཅིག་བཞུགས་ས་དང་དུ་ཚང་མ་གོ་སྒྲིག་གནང་རྗེས་ད་ནས་ཤ་ཚའི་མཁན་པོ་བྱང་ཆུབ་སངས་རྒྱས་དེ་ནས་རྒན་ངག་དབང་སངས་རྒྱས་སྤྱི་དྲུང་སྤྱི་ས་དྲུང་ཆེན་སྤྲུལ་སྐུ་བློ་བཟང་མཁས་མཆོག་ད་གཙོ་བོ་འགྲོ་པ་ད་ཁོ་ནང་ཚོ་བཞི་སྟེ། ཇག་པས་ཞུ་ཡག་པོ་ཡོད་དེ་སྒང་ལ་དོན་དུ་སུམ་རྟགས་སྙན་ངག་སྒྲ་དང་བཅས་པ་ཡག་པོ་ཞུ་བྱེད་ཡོད་དེ་ངས་དེ་འདྲའི་ཅིག་ཚུར་གདན་འདྲེན་ཞུས་རྗེས་ང་ཚོ་དེར་གོ་སྒྲིག་བྱས། ད་རྩ་བའི་སྒྲུང་གཞི་མཁས་པའི་དབང་པོ་བསམ་གྱིས་མི་ཁྱབ་པ་མང་པོ་ཅིག་གིས་གནང་བཞག་པ་དེའི་ཐོག་ལ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་ནི། མང་པོ་ཅིག་འཇིགས་ཁ་བཅས་ཀྱིས་དེའི་ཐོག་ལ། བསྟན་པའི་རྒྱ་ཡང་འདི་འདྲ་རེད་འདི་འདྲ་རེད་ཟེར་བཀའ་སློབ་ཧྲ་ཏག་མེད་རབ་དང་རིང་པོ་མང་པོ་ཅིག་གནང་རྗེས་དེའི་ཐོག་ལ། བསྟན་པའི་ཆེད་བཤད་པ་དེ་ཚོ་ཚང་མ་ཟིན་བྲིས་བརྒྱབ་རྗེས། དེ་ནས། མཐའ་མ་དེ། ང་རང་ཚོ་ཚང་མ། མཉམ་རུབ་ཀྱི་ཐོག་ནས། ད་ལོ། རྒྱའི་དགོས་རྩིས་ཀྱི། རྣམ་པ་ཚོགས་ཐོག་ནས་བརྩམས་སྒྲིག་པ་ཐོག་ནས་སྐུ་ལས་བྱོན་བཞག་པ་དེ་ཞུ་བ་བྱས།

དེ་རེད་ཧ་ཅང་དགེ་མཚན་ཆེན་པོ་འདུག་སེམས་ན་ཀུང་ཟི་སྤྱང་ཀུ་ཆེན་པོ་མཆོག་གིས་ཀྱི་རྒྱ་གར་རེད། ཕྱི་རྒྱལ་ཡུལ་གྲུ་ཚང་མ་ལ། དེ་འདྲའི་ནང་པའི་གཞུང་དུ་བཤད་པའི་མཚན་རེ་དང་ལྟ་གྲུབ། དངོས་གནས་དྲང་གནས་ཀྱི་དཔེ། ད་ལྟ་ང་ཚོ་སངས་རྒྱས་ཀྱིས་གསུངས་པའི་མདོ་དང། དཔལ་འབྲུག་བཅུ་བདུན་གྱིས་གསུངས་དུས་སུ་ཚང་མ་པོ་ཏི་སུམ་བརྒྱ་གི་ཐོག་ནས་དེ་དེའི་ནང་ལ་དཔེ་དགེ་མཚན་ཆེ་བ་དང་དེ་ནས་སྙིང་པོ་ཆེ། ནང་པའི་གཞུང་དུ་བྱས་པའི་ཚན་རིག་དང་ལྟ་གྲུབ་ཀྱི་ཐོག་ནས་ད་ལྷོ་བདེ་སྐྱིད་ཆ་ཚང་གིས་གྲུབ་རྗེས།

ང་རང་ཚོ་བོད་བོད་ལ་ཕྱག་བྱས་པ་ཡིན་ལ་ཡང་ཅིག་ཨ་མདོ་ཁུལ་རེད་ཁམས་ཁུལ་རེད་དབུས་ཁུལ་རེད་དེ་ནི་ཁྱད་པར་དུ་ཅིག་མི་རིགས་ལྷབ་གྲ་ཆེན་མོ་རེད་དེའི་ཐོག་ནས་ང་ཚོ་རྒྱ་སྐད་ཐོག་ལ་རྒྱུས་བཞག་པ་དེ་ཚང་མ་དང་མ་གིས་མ་བཀྲམས་ཡོང་དེ་ཚོ་ནི་དེ་ནི་རྒྱ་མི་གིས་ཐོག་ནས་ལྷབ་གྲ་དགོས་པའི་ཁེ་དབང་མང་པོ་ཅིག་དེའི་ཐོག་དེ་དངོས་གནས་དོན་དུ་ཞི་བ་ཅིག་དགེ་མཚན་ཆེན་པོ་རེད་ཆགས་ཟེར་ནས་གལ་ཆེན་པོ་ཞུ་ཅི་རེད་བྱ་ཟེར་ན་མཚམས་མང་པོ་གཅིག་གི་དེ་ཐུགས་ལ་ཐུགས་འདོད་པ་ཆེན་པོ་གནང་བསྡད་པ་ཅིག་ཆགས་བསྡད་ཡོད་རེད། ཨ་བོད་མདོ་དབུས་ཁམས་གསུམ་ལ་ཡོད་པའི་གི་དགོན་སྡེ་ཆེ་ཁག་དང་དགོན་སྡེ་ཁག་དེ་ནང་ལོགས་ལ་ཡང་ད་ལྟ་འདིའི་ཚན་རིག་ཀུན་བཏུས་དང་ལྟ་གྲུབ་ཀུན་བཏུས་ཐུགས་གཟུགས་ཐོག་ལ

ཆུ་བོ་ལ་ངོས་འཛིན་མི་བྱེད་པ། ཚན་རིག་དང་དབང་ཚད་དང་འདྲ་བར་ཤེས་ཡོན་གྱི་སྡེ་ཚན་བཞི་ལ་ངོས་འཛིན་སློབ་སྦྱོང་བྱེད་དགོས་པ་ཆེད་སྐུལ་འདེད་བཀའ་གནང་ཡོད་རེད། ལྷག་པར་དུ་ཆོས་མཁས་ལས་མཁས་རྣམས་ལ། ཡིན་དང་ཡིན། ཆོས་མཁས་མི་ལས་མཁས་ཡིན་ན་ཡང། ཡང་སྒོས་ཆོས་ལ་ངོ་རྒོལ་བྱེད་མཁན་ཞིག་ཡིན་ན་ཡང། ནང་ཆོས་འདི་བྱེད་པའི་ཚན་རིག་དང་ལྟ་གྲུབ་ལས་ཚན་གཉིས་ལ་སློབ་སྦྱོང་བྱེད་དགོས་པ་དང། བྱེད་ཐུབ་པ་དང་བྱས་ན་དགེ་མཚན་དང་ཕན་ཐོགས་ཡོད་པའི་ལམ་སྟོན་ཧ་ལས་པ་ཞིག་གནང་ཡོད་རེད། ད་གཟོད་པས་ད་གིན་ཞུ་བ་ནང་བཞིན་གྱི། བཀའ་སློབ་རབ་དང་རིམ་པ་མང་པོ་ཞིག་ང་ཚོས་ཕྱོགས་བསྡུས་ཕྱོགས་བསྒྲུབས་བྱས་ཡོད། བཀའ་སློབ་གནང་བ་འདིའི་སྐོར་བཀའ་སློབ་རྐྱང་རྐྱང་གནང་བཞེད་པ་འདི་ཕ་གཞིས་བདེ་མཚན་དྲུག་ཅུ་རེ་གཅིག་ཚུན་ཞིག་ཡོད་རེད་ཟེར་ཏང་གི་དགོངས་དོན་ཞུ་བ་ནང་བཞིན་ཡིན། དེ་དང་འབྲེལ་བའི་ནང་པའི་ཚན་རིག་དང་ལྟ་གྲུབ་ཀུན་བཏུས། ཐོག་ནས་དགེ་མཚན་རླབས་ཆེན་བྱུང་ཡོད་པ་མིང་མཐོང་ལག་ཟིན། དེའི་ཐོག་ནས་ཀྱང་རྒྱལ་བའི་བསྟན་པ་རིན་པོ་ཆེ་ད་གཞི་ཡུན་དུ་གནས་པ་ཡོང་བ་དང། བོད་མིའི་གཟི་བརྗིད་དང་མཚན་སྙན་ཡང་འཛམ་གླིང་ཡོངས་ལ་ཁྱབ་ཐུབ་པ་བྱས། དེའི་མཐུ་ལ་བརྟེན་ནས་བོད་དང་བོད་མི། བོད་མིའི་ཆོས་དང་རིག་གཞུང། སྐད་དང་ཡི་གེ་སུ་མི་ནུས་པ། རྒྱུད་ནི་མཐུ་སྟོབས་ཀྱི་བཞེད་དགོངས་ལྟར། འཛིན་གྲྭས་བསྐྱངས་དང་བསྐྱང་བཞིན་པ་དེ་དག་རེ་རེ་ནས་སྔར་མེད་གསར་གཏོད་རང་བཞིན་གྱི་རླབས་ཆེན་མཛད་བཟང་ཐུན་མོང་མ་ཡིན་པ་ཅིག་ཆགས་བསྡད་ཡོད་རེད། ལྷག་པར་དུ། མཁས་བཙུན་བཟང་ཙམ་ཞེས་པ་དེ་བླ་ཆེན་དམ་པའི་མཚན་ཉིད་ལྟ་བུ་མ་ཡིན་པར། བོད་མི་ཚང་མ་མཁས་བཙུན་བཟང་ཙམ་འཛོམས་པ་ཤ་སྟག་ཡོད། ཡོངས་ལ་འབད་བརྩོན་ཞུ་དགོས་པ། སྤྱི་བོར་ཕོ་མོ་རྒན་གཞོན་དབྱེར་མེད་ཀྱི་ནང་ཆོས་ཆོས་སྐྱོང་ལ་ལྷོད་མྱི་བྱེད་དགོས་པ། ལྷག་པར་བོད་ཀྱི་མ་འོངས་པའི་སོན་རྩ་ཆེ་བའི་བོད་ཕྲུག་རྣམས་ཕྱི་ཡི་འཛུལ་སྒྲོན་ཁོ་ན་མགོ་འཁོར་ནས་མ་བསྡད་པར། འཛམ་བུ་གླིང་གི་སྤྱི་ནོར་དང་བོད་མི་རིགས་ཀྱི་ཆེ་ནོར་རིག་གཞུང་གི་སྙིང་བཅུད། ཡང་སྙིང་སྙིང་བཅུད་དང་ཡང་སྙིང་བཅུད་པ། བོད་ཀྱི་ཆོས་དང་རིག་གཞུང། སྲོལ་རྒྱུན་གྱི་ཤེས་ཡོན། སློབ་སྦྱོང་དང། དེང་རབས་ཀྱི་ཤེས་ཡོན་འདབ་གཤོས་གཉིས་ལྡན་གྱི་གནའ་དེང་གི་ཤེས་ཡོན་གཉིས་ལྡན་ཡོང་ཐབས་ལ་དུས་སར་ལྷམ་གཉིས་བྱས་ཏེ། ཤེས་ཡོན་ཅན་གྱིས་ཕྱུག་པའི་བོད་ཕྲུག་ཤ་སྟག་ཡོང་དགོས་པ། ད་ལྟ་ངོ་མ་བོད་ཀྱི་སློབ་གྲྭ་ཁག་ཏུ་ཚང་མ་ལ་ཆོས་དགེ་ངོ་མ་ཆོས་དགེ་ས་བཅད་མ་གཏོང་ཚུལ་ཞིག་ཡོད་རེད་དེ་ཡིན་ན་དེ་ཚོ་གི་ཅིག་མི་སེར་གྱི་ཡོན་ཏན་ཡོད་པ་ཞིག་མ་བྱུང་བའི་ཐོག་ནས་འཐུས་ཤོར་ཤོར་བཞིན་འགྲོ་ཡོད་པ། ད་དངོས་གནས་དྲ་གནས་ཅིག་དེང་དུས་དང་འཚམས་པའི་གི་སློབ་སྦྱོང་བྱེད་དགོས་ཡས་ཡིན་ཚ། ཆོས་དགེ་དུ་ཚོ་ཡིན་ན་ཡང་ཆོས་དགེ་མིན་པ། ལྟ་གྲུབ་དགེ་རྒན་ཟེར་ནས་ཀུན་འདུས་ཀི་མཚན་ནང་ཡིན་ཚ། དེ་ཤེས་ཡོན་གཉིས་ལྡན་གྱི་ཐབས་སུ་བྱེད་དགོས་པ། དེ་ཡང་དཔེ་སློབ་སྦྱོང་ཡག་པོ་བྱེད་དགོས་ཡས་དུ་ཚོ་འཚམས་པ་བཀའ་སློབ་རོ་དང་ར་མོང་པོ་ཤོས་ཅིག་གནང་ཡོད་པ་རེད། དེ་འདྲ་ཡིན་ཚ། ཤེས་ཡོན་ཅན་གྱི་ཆུ་བེད་བོད་ཕྲུག་ཤ་སྟག་ཐོན་དགོས་པ། བོད་མིའི་ཐུན་མོང་མ་ཡིན་པའི་བྱམས་བརྩེ་དང་ཡ་རུ་གུ་སྤྱོད་བཟང་མ་ཉམས་པ་ཞིག་དང་མ་འོངས་པའི་བོད་ཕྲུག་རྣམས་ཡ་རུ་སྤྱོད་བཟང་ལྡན་ཞིང། བོད་མིའི་དྲི་མ་མ་ཡལ་བའི་ལྷ་ཕྲུག་ཤ་སྟག་འབྱུང་ཐབས། ལྷག་པར་བོད་ཀྱི་མི་རབས་གསར་བའི། འགན་འབོར་གཙོ་བོ་ནི་ཤེས་ཡོན་དང་བཟང་སྤྱོད་ལྡན་པའི་མི་རིགས་དང། ཤེས་ཡོན་དང་བཟང་སྤྱོད་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་དགོས་པའི་དགོངས་གཞི་བསུ། ྋགོང་ས་མཆོག་གིས་འདས་པའི་ལོ་བཅུ་ཕྲག་འགའ་ཤས་ཀྱི་རིང་དེང་རབས་དང་མཐུན་པའི་དགོངས་གཞི་དང་དུས་བསྟུན་ལམ་སྟོན་ཧ་ཅང་ཆེན་པོ་བྱས། དགོངས་གཞི་རྒྱ་ཆེན་པོ་གི་ཐོག་ནས་ཡང་ཡང་ཕེབས་ཡོད་པ་རེད་ཡིན་ན་ཡང། ཕལ་བ་ནང་བཞིན་གྱི་ལག་ལེན་ཐོག་ལ་བཏགས་ལྟ་ཐུག་ཡོད་མེད་དེ་མ་བཏགས་པ་ག་ཚོད་ཡོད་པ། མ་བཏགས་པ་ཡོད་པ་དེ་ཚོ་ཚང་མ་ཡིན་ན་ཡང་ཅི་ནི། ཕྲག་དང་ཕྲག་ཏུ་དེ་ནི་ལག་ལེན་བསྟར་ནས་སློབ་སྦྱོང་བྱེད་དགོས་པ་ཉམས་ལེན་བྱེད་དགོས་པ་འཐུས་ཤོར་དུ་མ་སོང་བ་བྱ་ཡག་དེ་དཔེ་མི་སྲིད་པ་གལ་ཆེན་པོ་རེད། ཞེས་གུ་བཞུགས་ཡོད། དེ་འདྲ་ཡིན་ས། ད་དགོན་སྡེ་ལ་ཕྱག་བྱས་པ་ཡིན་ནང། མ་འོངས་པའི་དགོན་སྡེ་རྣམ་པ་ཇི་ལྟ་བུ་ཞིག་དགོས་པའི་དགོངས་གཞི་ག་འདྲ་ཅིག་ཡོད་རེད་ཟེར་ན་མགོན་པོ་གང་ཉིད་བོད་ཞི་བྱེས་གཉིས་དང་འཛམ་གླིང་གང་སར་ཡོད་པའི་བོད་བརྒྱུད་ནང་བསྟན་གྱི་ཆོས་སྡེ་ཁག་ཀྱང། སྔགས་ཀྱི་ལམ་དང་ལུགས་སྲོལ་སྔོན་མེད་ཀྱི་ལུགས་སྲོལ་རེད་སྔོན་མེད་ཀྱི་ལུགས་སྲོལ་རེད་ཟེར་མ་ཡིན་པ། དེང་དུས་ལ་ཁ་ཕྱོགས་དགོས་པ། མ་འོངས་པར་ཁ་ཕྱོགས་དགོས་པ། རྒྱལ་སྤྱི་དང་འཛམ་གླིང་ལ་ཁ་ཕྱོགས་དགོས་པ། ལྷག་པར་ད་ཡོད་ཀྱི་བྱེད་སྒོ་ཁག་གི་བློ་ཚིག་ནས་མ་བསྡད་པར་དུག་དོན་ལས་བཅོས་དང་མདུན་བསྐྱོད་བྱེད་དགོས་པ། གསར་གཏོད་རང་བཞིན་གྱི་འཆར་གཞི་བཏིང་དགོས་པ་སོགས་ཀྱི་ག་ཅིག་ལམ་སྟོན

ཅིག། དེའི་ནང་ལ་མ་འདུས་པ་ཅིག་ག་གེ་ཡོད་མ་རེད་དེ་འདྲ་ཡིན་ས་དེ་ཚོ་གི་ཐོག་ལ་ཅེ། ཡིད་བཞིན་རྒྱས་པ་ཅིག་ངས་ཞུས་ཚར་ཡིན་ས་དེ། དགོངས་གཞི་བཞི་པ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡིན་ས་དེ་ཚོ་གི་ཐོག་ལ་ཅིག། གནའ་བོའི་རིག་གཞུང་ཟེར་དེ། དཔལ་ནཱ་ལེནྡྲ་ཡི་མཁས་པའི་རིག་གཞུང་དྲི་མ་མེད་པ། དེའི་ནང་ནས་སངས་རྒྱས་ཀྱི་གསུང་དང། དེའི་དགོངས་འགྲེལ། དཔལ་འབྲུག་རྒྱུད་སྟོན་གྱིས་གསུངས་དེ་ཚོ་རེད། དེ་ཚོ་ཚང་མ་ཚུར་བསྡུས་ནས་དམ་པའི་གཞུང་དང་བཅས་པའི་ཚན་རིག་དང་ལྟ་གྲུབ་ཉམས་ལེན་གྱི་ཐོག་ལ་བསྡུས་པ་ཡིན་ཙང། དེའི་ལག་ལེན་དུ་ཡག་པོ་ཞིག་བསྟར་བ་ཡིན་ན་ད་དངོས་གནས་ཁྲོན་ནས་གནའ་བོའི་རིག་གཞུང་གཅེས་སྐྱོང་ཕུལ་དུ་ཕྱིན་པ་ཅིག་ཡོང་གི་ཡོད་པ་ཡིན་ཙང་དེ་འབྲུག་གི་ཐོག་ལ་ཅིག་ཐུགས་ལ་བཞག་རོགས་གནང་ཟེར་ཞུ་ཡ་ཅིག་དང། ཐུགས་ཕན་གསོས་པ་ཞིག་ཡིན་ན་ད་ཅིག་ཕྱག་ལེན་དུ་ཐེབས་པ་བྱེད་མཁན་བུང་བ་སིལ་སིལ་གྱི་ཐོག་ནས།

བཀྲ་ཤིས་བདེ་ལེགས།
བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་གོ་སྒྲིག་ཞུས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀའི་དམ་བཅའ་བཞིའི་ཐོག་ལ་བཀའ་སློབ་གནང་མཁན་བོད་ཀྱི་ཆོས་བརྒྱུད་ཁག་གི་དབུ་ཁྲིད་བླ་ཆེན་རྣམ་པ་གཙོས་པའི་མཁན་བླ་བླ་སྤྲུལ་རྣམ་པ་དང་དཔལ་ལྡན་སྲིད་སྐྱོང་མཆོག་དང་བཀའ་བློན་རྣམ་པ་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གི་གྲུབ་ཆེན་རྣམ་པ་དེ་བཞིན་གསུང་བཤད་གནང་མཁན་ཕྱི་ནང་མཁས་དབང་དང་ཤེས་ཡོན་ཅན་ཡོངས་ལ་ངས་ཕྱི་དྲིལ་ལས་ཁུངས་ཀྱི་ཚབ་ཞུས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ད་ལྟའི་འཛམ་གླིང་ཁྱོན་ཡོངས་ལ་རྒྱ་ནག་ནས་བྱུང་བའི་ཏོག་དབྱིབས་གཉན་རིམས་བཅོས་སྐུལ་བའི་རྐྱེན་པས་དཀའ་ངལ་ཧ་ཅང་ཆེན་པོ་ཞིག་འཕྲད་ཡོད་ན་ཡང་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ལས་རིམ་ལ་ཚང་མས་དོ་ཁུར་མཉམ་བཞེས་ཀྱིས་དགོངས་ཞུ་བཀའ་འགོག་གང་ཡང་མེད་པར་མཉམ་ཞུགས་གནང་བ་ལ་བརྟེན་ནས་ལས་རིམ་ཆ་ཚང་ཧ་ཅང་ཡག་པོ་བྱུང་སོང། མང་ཚོགས་ངོས་ནས་ལས་རིམ་འདི་ལ་ཐུགས་སྣང་ཆེན་པོས་གསན་གཟིགས་གནང་བར་ཐུགས་རྗེ་ཆེ་ཞུ་ཡི་ཡིན། ད་རེས་ཀྱི་ཐོན་སྐྱེད་དམ་བཅའ་གཞི་དང་འབྲེལ་བའི་ལས་རིམ་འདི་ཚ་ཚུར་ཡོང་ཡང་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བླ་ན་མེད་པའི་ཐུགས་རྗེ་བྱིན་རླབས་དང་ང་རང་ཚོ་འབྲེལ་ཡོད་ཚང་མས་མཉམ་རུབ་དང་ཕྱར་གྲུ་མཉམ་འདེགས་གནང་བ་ལ་བརྟེན་ནས་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། ང་ཚོ་ཕྱི་དྲིལ་ལས་ཁུངས་ངོས་ནས་ལས་རིམ་འདི་གོ་སྒྲིག་ཞུ་བའི་སྐབས་མ་ཤེས་པ་དང་ཕྱི་ནང་མཐུན་རྐྱེན་མ་རྫོགས་པའི་དབང་གིས་ཐུགས་ཁ་མ་ཚང་བའི་ཚོར་བ་དེ་འདྲ་བྱུང་ཡོད་ན་སྙིང་ཐག་པ་ནས་དགོངས་སེལ་ཞུ་རྒྱུ་ཡིན། ལས་རིམ་འདི་བརྒྱུད་ནས་ཕྱི་ནང་མང་ཚོགས་ལ་ང་རང་ཚོ་ཚང་མས་བདེ་ཆེན་གཉིས་ཀྱི་སྐྱབས་གནས་བླ་ན་མེད་པའི་གོང་ས་རྒྱལ་བ་ཐམས་ཅད་མཁྱེན་པ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་རྒྱབ་ལྗོངས་དང་དེ་དག་གི་བྱུང་རིམ་བཅས་རྟོགས་ཐུབ་པའི་ཡིད་ཆེས་ཞུ་གི་ཡོད། གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་དེ་དག་སྒྲུབ་ཐབས་བྱེད་པ་ལ་ང་ཚོས་མི་རེ་ངོ་རེ་ནས་ཉིན་རེ་ཡི་བྱ་གཞག་ཐོག་བསམ་བློ་གཏོང་རྒྱུ་དང་ཕྱག་རྟགས་གནང་རྒྱུ་དེ་གལ་འགངས་ཆེན་པོ་ཞིག་ཡིན་པར་སོང། དེའི་ཐད་ཚང་མས་དགོངས་པ་གཏིང་ཟབ